དེ་ནས་ཆོ་ག་རྣམ་པར་དག་པས་མངོན་པར་སྤྱོད་ཅིང། བསྟན་པ་དང་སེམས་ཅན་འབའ་ཞིག་པ་ལ་བསྒོམས་པས་ཐུགས་ཀྱི་ཤུགས་དྲག་པོས་བསྟན་པ་རྒྱས་པ་དང། སེམས་ཅན་ལ་ཕན་དོན་འབྱུང་བའི་སྨོན་ལམ་རྣམ་པར་དག་པ་ཉིན་རེ་བཞིན་མཛད་ལ། འདི་རྗེ་རིན་པོ་ཆེ་གི་སྨོན་ལམ་སྐབས་ཀྱི་དེའི་ཕྱག་ལེན་ཅིག་ཡོད་རེད། རྩོམ་ཐོར་བུ་ནང་ལ། དེ་ནས་པའི་དབུ་རྒྱན་དང་དེ་སོགས་གང་གང་ལ། ནང་ཚགས་དེ་སོགས་ཡར་ཕུལ་དུས་དེ་ལས་ལན་མང། ཨ་ནེ་ངོ་བ་མཐུན་སྦྱོར་གནང་ཡང་དང་དེ་ནས་ཞི་བ་བྱེད་པར་རེ་བ། མཁན་དག་དེ་ཚོ་དེ་སང་ཁྱོད་ནས་ལག་ལེན་མ་ལ་དེ་མ་ལ་ཅེས་མ་ལ་དེ་ག་རེ་ད་དུས་འགྱོད་མང་པོ་ཆགས་སོང་ར་ད་མ་གཞི་ད་དེ་ཡིན་གྱིར་བ་དེ་ཕྱག་ལེན་རྩ་ནས་བསྡད་མི་འདུག་བ། ད་ལེ་བྲིས་མ་འདྲ་གསང་བའི་ནང་ཚང་ལ་བཏོན་དེ་ཡང་དེ་འདྲའི་རིགས་ཀྱི་རེ་བཞག་དེ་རེ་བཞག་དེ་ཚོ་ལ་གུས་པ་ཆེན་པོ་ཡོད་གྱིར་བ་དེ་ལེ་རྗེ་རིན་པོ་ཆེ་བཀའ་ནི་ལེ་བྲིས་མ་ཡོད་རྒྱུ་མ་རེད་གསང་བའི་ནང་ཚང་ཡོད་རྒྱུ་མ་རེད་གཙོ་བོ་སངས་རྒྱས་ཀྱི་བསྟོད་པ་རང་གསུང་བ་ཡིན་ས་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟོད་པ་བསྟོད་ཚོགས་དེ་ཚོ་མགོན་པོ་བློ་གྲོས་ཀྱི་གསུང་དེ་ཚོ། དེ་ནས་མཆོད་བསྟོད་བཅས་ལ་རྗེ་རིན་པོ་ཆེས་རང་གི་སངས་རྒྱས་ཀྱི་སྐྱེས་རབས་དེ་གསུངས། འདུག་སེར་སྐྱ་ཕོ་མོ་གང་གཱ་ལ། སངས་རྒྱས་ཀྱི་སྐྱེས་རབས་གསུངས་ད་དད་པ་འཕེལ་ཡ་རོ། འོ་དེ་འདྲས་གསུངས་ཡ་རེད་ཤག། དེ་ད་ད་དེ་ད་ད་སེ་རག་གི། ད་གྲ་ཚང་མེད་ལ་ཡོད་རེད་སེ་རག་གི་གྲ་ཚང་གཉིས་ཀྱི་བཟང་སྤྱོད་ཆེན་མོ་དང་བྱ་མོལ་ཆེན་མོ་གཉིས་འཚོ་བོ་རོ། འོ་དེ་གཉིས་ཀྱི་དགོངས་དག་དུས་བཟང་ཆེན་མོ་དེ་ལ་ཏག་ཏག་ལག་ལེན་བསྟར་གི་རེད་མཁན་ཚ། ཚང། མ་ལ་ཆེན་པོ་དེ་རྣམས་ལ་གང་ཡོད་པ་དེ། རྗེ་རིན་པོ་ཆེ་གིས་མང་དུ་གོང་བར་མཐུན་འཇོག་གནང་ཡང་དེ་ཚོ། བསྟན་པ་རིན་ཆེན་རྡོ་བརྡོ་རྒྱ་མཚན་དེ་ཚོ་ཡར་ཕུད་དེ་ལན་མང་རྗེ་རིན་པོ་ཆེ་གིས་མ་རྩོམ་བཞག་རེ་བ། རྒྱ་རྩོམ་གནང་བཞག་ལན་འདི་འདྲ་འདི་འདྲ་ཡིན་ཟེར་མ་ཨང་དགེ་འདུན་མང་བ་མཐུན་འཇོག་དེ་ཚོ་གང་མཁན་པོ་གིས་བྱེད་ཀྱི་རེད་ད་གཞན་དག་གི་གདན་ས་སོ་སོ་གི་གྲྭ་ཚང་དེ་ཚོ་གིས་གནང་གི་ཡོད་དམ་མེད་ནི་མི་ཤེས་རེ་བ། གནང་གི་ཡོད་ན་དེ་དང་མཐུན་པར་ཞུ་བ་གྱིས་རེ་བ། དེ་མ་ཐག་ལག་ལེན་བསྟར་མཁན་མི་ལ་རང་ལ་བརྟེན་མི་འདུག་བ་མཁན་ཚ། ཨེ། དེ་ཡོད་དགོས་པའི་བཟོ་ན་ཅི་རེད་རེད་ད་དེ་ད་ལྟ་ཅི་བསྡད་ཀྱི་མི་འདུག་དེ་སང། ཨ་བ་ལགས་སུ་དེ་རེད་དགེ་འདུན་སྤྱི་བོའི་ཚོགས་དང་བཅས་པ་ཉིན་རེ་བཞིན་སློབ་དཔོན་ཨ་བ་དེ་འདི་བ་སྨོན་ལམ་རྣམ་པར་བཏབ་པ་ཕན་བདེ་འབྱུང་བའི་སྨོན་ལམ་རྣམ་པར་བཏབ་པ་ཉིན་རེ་བཞིན་མཛད་ལགས་སུ་ད་གཙོ་བོ་དེ་སྨོན་ལམ་རང་གསུང་ཡིན་ས་རེད་ད་ལྟ་དེ་སློབ་དཔོན་དཔའ་བོའི་གསུང་འདི་བ་སྨོན་ལམ་བདུན་ཅུ་པ་དེ་ཞི་བ་གཅིག་གསུང་དགོས་ས་རེད་རྗེ་རིན་པོ་ཆེ་གིས། ད་ལྟའི་རྒྱལ་སྲས་ཀྱི་སྤྱོད་པའི་སྨོན་ལམ་གྱི་སྡོམ་ཆེན་པོ་གྱི་རོ། སྡོམ་པའི་དཔའ་བོ་དེས་ད་ལོ་རྒྱུས་གཅིག་ནང་ལ་བཤད་ཡོང་དུས་ཁོང་རེ་གིས་སངས་རྒྱས་ཀྱི་སྐྱེས་རབས་ཀྱི་དེ་ནས་དེ་ཚོ་བརྩམས། ཨ་ནི་དེ་ཚོ་བས་བློ་སྦྱོང། རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་ལ་ཕ་དེ་བཞུགས་བོ་དེ་ག་རང་ཨ་ནི། སློབ་མ་སོགས་ཀྱིས་ཧ་མ་གོ་བ་བྱས་ནས་ཤི་ནག་གནང་ལ་བ་ལ་སོགས་བཏགས། གྲོད་ཁོག་ཏོག་ཏུ་ངན་གཡོ་མང་པོ་བྱོས་སར་བ་དེའི་ཕྱོགས་ལ་ཕ་ཚེ་ལུས་སྟོང་ནས་འགྲོ་ནས་སྐུ་ལུས་སྦྱིན་པ་དང་ལ་ཟིན་ཏོ། ལོ་རྒྱུས་གཅིག་ནང་ལ།

ད་འདི་ལ་དེ་མ་ལ་ཆེན་པོ་དང་བྱ་བལྟ་ནས་བཟུང་སྟེ་དེ་ནས་ད་དངོས་གནས་ཀྱི། མདོ་དབུས་ཁམས་གསུམ་སོག་པོ་དང་བཅས་པ་རྒྱ་ཡུལ་དང་བཅས་པ་ལ་ད་མི་ལང། ག་ས་གར་དུས་དྲན་དུ་བྱེད་དེ་བཞིན་དུ་བ་ད་ད་ཡང་བུ་རྒྱུད་མ་ཉམས་པ། ད་ལོ་ཅི་ད། ད། ཕལ་ཆེར་བུ་གི། ཁེ་ན་ར་དུ་བ་ལ་འཚོགས་འདུག་བ། ཁ་ཞིག་དེ་དོན་སོང། དགེ་བཤེས་ཡང་མང་པོ་འདུག་མོད། བ་དེ་ནི་ཁོང་ཚོ།

གཞན་ཡང་འབྲི་གུང་སོགས་ཀྱི་དད་འབུལ་དང་བསྙེན་བཀུར་མང་བས། ཞག་བཅུ་དྲུག་པོའི་རིང་ལ་དགེ་འདུན་ཁྲི་རལ་ཅན་དར་ཁྲི་ལ་ཙམ་འབྱོན་པར་བ་ཁྲི་རལ་ཅན་ཙམ་གྱིས། ཙམ་རེས་དེ་ནས་ཚ་གྲོ་ཚ་རྒྱ་གྲོ་རྒྱ་དང་བཅས་པ་ཆག་མེད་བྱུང་ཞེས། ཨ་ལགས་སུ་ཚ་གྲོ་ལ་དགེ་འདུན་ཚོགས་པའི་ཚེ་བསོད་ནམས་ཆེ་བ་ལ་དགོངས་ནས་དྲག་ཏུ། ཚ་གྲོ་མི་ཤེས་པ་བསྐོ་བ་མཛད་པའི་དགེ་འདུན་ཡང། སྟོང་ལྷག་ཙམ་རེ་ཨ་ལགས་སུ་ཡོང་བར་ངེས་སོ།

དེ་ཙམ་དུ་ཚོགས་པའི་སྐྱེ་བོ་ཐམས་ཅད་ཀྱང་ཕན་ཚུན་ཚིག་རྩུབ། ཚིག་རྩུབ་མོད་ཟེར་མཐའ་མོ་སྔོན་ཚན་བཅས་བྱས་པ་ནི་ཅིས་ཀྱང་མ་མཐོང་ཞིང་ད་ལྟའི་ཐུགས་རྗེ་མི་ལང་ཡིན་ཕྱིར་བསྐོར་བ་གཞན་གྱི་སྐབས་ལྟར་ཟེར་གླུ་གཞས་དང་རྐང་བྲོ་དང་ཆང་བཏང་བ་ལ་སོགས་པ་ཆང་བཏུང་བ་ལ་སོགས་པ་བག་མེད་པའི་བག་མེད་པ་དག་ཀྱང་བློར་མི་འཇལ་ཅིང་གཞན་དུ་ན་ཐམས་ཅད་རང་བཞིན་གྱིས་རྒྱུན་འབྱམས་པའོ་དེ་འདྲའི་ཕྱིར་ཟེར་དད་པ་དང།

དུས་ཚོད་དེ་ཆུད་ཟོས་གཏོང་མཁན་རེད་དོ། གནས་བྱེད་པ་ཀྱི་དེ་འདྲས་བླ་མ་བྱེད་པ་ཀྱི་དེ་འདྲས་གདན་འཛོམས་ནས་དགེ་འདུན་བྱེད་པ་ཀྱི་དེ་འདྲས་གཞན་བྱེད་པ་ཀྱི་དེ་འདྲས་ལ་ཅིག་སོ་སོ་གི་བསོད་ནམས་བསགས་པའི་སྒོ་དེ་ཡིན་པ་དེ་ཞེ་དྲག་ཧ་གོ་གི་ཨོ་མ་ར། འོ་དེ་རེད་དོ། ད་མི་བརྗེད་ཀྱི་གཞན་དུ་ནི་ཐམས་ཅད་རང་བཞིན་གྱི་སྐྱོན་འཇམ་པ་དད་པ་དང་དགེ་བ་དགེ་བ་ལ་སྤྲོ་བ་ལ་སོགས་པ་གཞན་དབང་དུ་བསྐྱོད་པས་ཉིན་མཚན་ཁོར་ཡུག་ཏུ་ཆོས་ཉན་པ་དང་ཕྱག་དང་བསྐོར་བ་དང་སྨོན་ལམ་འདོན་པ་དང་གཟུངས་ཁང་འདོན་དུ་བྱེད་པ་སོགས་འབའ་ཞིག་གིས་དུས་འདའ་བར་སྤྱོད་ཅིང། དེ་ཡང་མཚན་བཅས་ལ་བབས་པའི་དུས་རང་ན་ཕྱི་སྐོར། ཅེས་པ་ཉིན་མོ་ལས་ཅུང་ཟད་ཉུང་བར་མངོན་པ་ཙམ་མ་གཏོགས་ད་སྐོར་བ་བར་མ་ཆད་པ་ཡིན་ས་རེད་མཚན་མོ་ལ་སྐོར་བ་བྱེད་པ་བར་ཆད་པ་ནི་ཅུང་ཟད་ཀྱང་མ་བྱུང་ངོ། དེའི་ཚེ་ཉམས་སྣང་བཟང་པོ་རང་ཡོད་པའི་ཐུགས་དམ་པ་ཞིག་གིས་རྨི་ལམ་དུ་འོད་ཟེར་དག་རྨི་ལམ་འདྲ་མི་འདྲ་བྱུང་རབས། དུ་མས། ཆེན་མོ་ཞིག་གི་ལག་པ་གཉིས་ཀྱིས་གཙུག་ལག་ཁང་ལ་འཁྱུད་འདུག་ཅི་བྱེད་ཅེས་པས་མེ་ཡིས་གནོད་པ་སོང་བ་ཡིན་ཟེར་བ་ཞིག་སྨྲས་འདུག་རེད་རེད་བ་དག་མ་མེད་དེ་འདྲའི་པར་འགྲོས་མེ་ཡིས་མི་ཉོན་ཡོད་རེད་བ་དག་མིའི་ཉེན་ཁ་འོང་ལ་སོགས་དེ་ཡི་ཕྱི་ནང་ཀོང་བུ་ཆེན་པོ། མ་ཕར་ཆེར་རྫོགས་ནས་མེ་ཅིག་ཞོག་འདུག་བ་སྐབས་དེར་མ་མེད་དེ་ཟུག་གི། འོང་མ་ཕར་ཆེར་བ་རྫོགས། མ་གསར་པ་མ་ལུས་པའི་མཚམས་ཤིག་ལ་ཀོང་བུའི་ནང་གི་རེ་དོགས་རེ་དོགས་རྣམས་དང་མང་ལྷག་མ་དག་བྱས་པ་ཐམས་ཅད་ལ་མེ་འབར་ནས་ཤིན་ཏུ་ཆ་བའི་ཚ་བའི་མེ་ཡིས་ཤིན་ཏུ་འཆི་བའི་མེ་ཡི་ཕུང་པོ་བསྐྱོད་དེ། སྤྱི་བོ་ཐམས་ཅད་འཇིགས་སྐྲག་ཏུ་འཇིགས་སྐྲག་ཏུ་གྱུར་པ་ལ་རྗེ་ཡི་ཞབས་སྔ་ནས། དེ་མ་ཁད་དེ་གཟིམ་ཆུང་དུ་བྱོན་ནས་གཟིམ་ཁང་དུ་བྱོན་ནས་ཐུགས་དམ་ལ་བཞུགས་པས། རླུང། རླུང་གཅིག་ཀྱང་མེད་ཅིང། ཐབས་ཐམས་ཅད་ཀྱིས། བདོག་ཤིན་ཏུ་ལ་བ་བྱུང་ནས། དེ་མ་ཁས་ཞི་ཞིང་གནོད་པ་ཅུང་ཟད་མ་འབྱུང་སུ་དང་མེ་ཤེས་ནས། བདེན་ཚིག་གི་སྟབས་ཀྱིས་མེ་ཤི་བར་བ་དང། དེ་ལྟར་ལྷ་མཆོད་མེ་མཆོད་ཀྱི། ཆོས་མཆོག་གི་དད་འབུལ་དང་བཅས་པ། ཐམས་ཅད་རགས་པ་ཙམ་ཆེ་མཆོག་གི། དད་འབུལ་དང་བཅས་པ་རགས་པ་ཙམ་གྱིས་བརྩིས་ནས་ཕྱོགས་གཅིག་ཏུ་དྲན་བ་ལ་དང། དེ་སང་ཡང་ནི་རྡོ་རིན་པོ་ཆེ་གསུང་ཆོས་ཚར་གསུམ་ནི་རྩིས་ཁྲ་ཞིག་ལོག་གི་དོ། ཆོས་འདོམས་ཀྱི་དང། ཨ་ད་ཏི་བཟོ་འདྲ་བྱེད་ས་སྐབས་དེ་ལ་སྤུས་ཤ་ཤོག་དངུལ་ཡོད་མ་རོ་ད་སེ་ད་དངུལ་རོ་ང་ལ་སེ་ཤོ་དགུ་བརྒྱ་དང་ཉེར་གཅིག་སེ་ཤོ་ཕྱེད་དང་ལྔ་བརྒྱའི་དངུལ་མ་ཁེལ་ས་ཁྲི་ཚོ་གསུམ་སྟོང་ཕྲག་བདུན་དང་དྲུག་ཅུ་ཐམ་པ་ནས་བརྩམ་ཁ་ཁྲི་ཚོ་གཅིག་སྟོང་ཕྲག་བརྒྱད་དང་ཉིས་བརྒྱ་དང་བཅུ་གཅིག་བྱ་དཀར་ཤོག་བཞི་བརྒྱ་དང་ལ་སོ་བཅུ་དྲུག་བྱ་ནག་བྱ་ནག་སེ་ཡིན་ཟེར་ང་ལ་སོར་བརྒྱ་དྲུག་ཅུ་རེ་བཟུང། བུ་རམ་ཀ་ར་སྤང་སྐྱོ་བརྒྱད། ཤ་ཁམ་ཁུག་པ་ཉིས་སྟོང་དང། ང་ལ་སོར་བརྒྱ་བདུན་ཅུ་དོན་གཉིས་ཕན་དང་རྒྱ་མཚན་ཆེན་པོ་སོ་གསུམ་ན་བཟའ་དང་གོས་ཚེར་མ་སུམ་ཅུ། ད་སྐབས་དེ་ལ་བོད་ལ་ཤ་ལ་དགག་བྱ་ཅི་མེད་འགྱུར་རོ། མ་གཞི་དང་འབུལ་བ་གནང་ན་ཁོ་ཐག་ཆོད་པའི་ཕྱིར་གང་ལ་ཐུག་ཡུལ་དུས་ད་སོགས་ཡོད་ན་དེ་ག་རོགས་ར། ནང་ཟགས་དང་གོས་ཚེར་མ་སུམ་ཅུ། གོས་དར་ཡུག་ཉིས་བརྒྱ་དང་དགུ་བཅུ་གོས་རི་ཡུག་བདུན་བརྒྱ་སོ་གཅིག། ལ་སོགས་བཀའ་བསྟན་འབྲི་མ་ལྔ་བཅུ། ལྔ་བཅུ་ལྷག་ཅིག། གཡུ་རྙིང་རྡོ་སྦོས་ཆེ་ཆུང་འབྲི་མ་དྲུག་བཅུ་ལྷག་དང། མཛོ་རྟ་སོགས་རི་གོང་རྩིས་པ། ལ་སོགས་སྨྲ་བརྗོད་ཉིས་སྟོང་དང་དོན་གསུམ། གདུང་རིགས་ལ་ཕུལ་བའི་དེ་ནས་བྱ་ཐེར་བཅུ་བཞི། སྤོས་དཀར་ཉི་ཤུ་རྩ་གཅིག་བླ་རི་ཚེར་མ་གསུམ། སྤོས་རིང། མདའ་ཚེར་མ་ཁྲུ་ཚོ་གསུམ་དང་སུམ་སྟོང་ཉིས་བརྒྱ་བདུན་ཅུ། ལགས་སོ་དཔང་པོའི་དང་དྲི་བཟང་བསྲེས་པ། ཕོད་པོ་ཆེན་པོ་མྱ་ང། གཞན་དེར་མ་བརྩེགས་པའི་དེ་ནི། ཁྲི་སེང་ཐག་ཡིན་པར་ཡོད་ཕ་ཁྱེད་དང་དེ། ཧ་ལས་ཡ་གཅིག་གིས་ད་དེ་འགྲོ་སོང་དང་བསོད་ནམས་བསགས་ཡ་དེ་བྱུང་འདུག་བ་ད། དེ་རང་གི་དཀར་ཆག་ཆེན་མོ་ལོགས་སུ་འཛེགས་པ་བྱས་ཡོད་རེད་ཟེར་བ་ད་དེ་དཀར་ཆག་དེ་ད་ད་འདུག་ཟེར་འདུག་བ། ལོགས་སུ་འཛེགས་པ་ད་བལྟ་བར་བྱའོ་དེ་ནས་ཚེས་བཅུ་དྲུག་གི་ཉིན་ད་གྲོ་དོན་བཟང་པོ་ད་སྨོན་ལམ་ཁྲི་འདྲི་རོགས་གྲོ་དོན་བཟང་པོ་ད་མ་གྲུག་ནམ་རྣམ་རྒྱལ་རེད་བ། མ་གྲུག་རྣམ་རྒྱལ་རེད། ད་དེ་ཡིན་ས་རེད་བ་ཀྱེ་དེ་ཅིག་དོགས་ལོ་བཟོ་ཡག་གི་ཅིག་མེ་རི་ཁྲེས་ད་རེ་རེ་ཏེ་རེ་ད་ཅེས་པ་མཛད་ཀྱི་དེ་ལྟ་བའི་ཐག་འདྲ་བོ་ཅིག་འདི་ག་རེ་རེ་སྨོན་ལམ་བསམ་ནས་བཟླས་པའི་སྒོ་ནས་བསྟན་པ་དང་སེམས་ཅན་གྱི་དོན་ཡིན་སྲོལ་དུ་བྱོན་པ་མཛད་དེའི་ཚེ་ཐུགས་དམ་པ་དམ་པ་ཡང་ལ་སོགས་ཐུགས་དམ་པ་ཉམས་སྣང་ཤིན་ཏུ་ཐུགས་དམ་པ་ཡང་ཐུགས་དམ་པ་ཉམས་སྣང་ཤིན་ཏུ་བཟང་པོ་ཞིག་གི་རྣ་ལམ་དུ་ལྷ་སའི་ཉེ་སྐོར་གྱི་ས་གཞི་ལས་ཡང་ལ་སོགས་སྤྱི་བོའི་ཚོགས་གྲངས་ལས་འདས་པ་ཐོན་ནས་ཐམས་ཅད་ནམ་མཁའ་ལ་ཡར་ཐལ་ཆུང་དུ་འགྲོ་ཡི་འདུག་འདི་ཅི་ཡིན་བྱས་པས། ངས་ན་ཇོ་བོ་རིན་པོ་ཆེ་དང་འདི་ལྟར་མཆོད་པས། ཚངས་པའི་འཇིག་རྟེན་དུ་འགྲོ་བ་ཡིན་ཟེར་བ་དང་ལྷ་ཡང་མང་པོ་ཕལ་ཡོད་གྱུར་པ། ཟེར་བ་དེ་འདྲ་བའི་དེ་ནས་རྨི་ལམ་ཡང་བྱུང་འདུག་ཅེས་ཟེར། ཨོ་ལགས་ཚོ་དེ་ཡང་དགའ་ཆོས་ཀྱིས་འདི་སྐད་དུ་གླེང་དེས། ད་འདི་ནི་མ་ལུང་བསྟན་གོ་བསྟན་ས་རེད་ད་རྨི་ལམ་ཆེན་པོ། ཚུགས་ཡག་གི་རེད། སྔོན་ཆོས་རྒྱལ་སྲོང་བཙན་སྒམ་པོས་ཀ་བ་ཤིང་ལོ་ཅན་དུ་གཏད་འདུག་པའི་དཀར་ཆག་གི་ཕྱུགས་དྲིལ་གྲོགས་ཆེན་མོ་དཔལ་ལྡན་ཨ་ཏི་ཤའི་ནམ་མཁའ་ལ། ཨོ་ལགས་ཚོ། མཁའ་འགྲོའི་ལུང་བསྟན་ཏེ་དཔལ་ལྡན་ཨ་ཏི་ཤ་ལ་མཁའ་འགྲོས་ལུང་བསྟན་ཏེ་གཏེར་ནས་བྱུང་བ་ལ་ཤོག་དྲིལ་གསུམ་ཡོད་དེ། བློན་པོ་རྣམས་ཀྱིས་མཛད་པའི་ཟླ་བ་འདོན་ཆོག། གྲོ་མོ་རྣམས་ཀྱིས་མཛད་པའི་དར་དཀར་གསར་བ། རྒྱལ་པོ་རང་ཉིད་ཀྱིས་ཨ་ལ་སོགས་བཀའ་ཆེམས། ཆེན་མོ་བཀའ་འཁོར་མའོ། དེ་ལ་རྒྱལ་པོ་རང་གིས་བཀའ་ཆེམས་དེ་ཡི་ནང་ནས་བསྟན་པ་ལ་བྱ་བ་མཛད་པ་དང་ཇོ་བོ་རིན་པོ་ཆེ་ལ་མཆོད་པ་འབུལ་བར་མཛད་པའི་སྤྱི་བོས་གདམས་པ་འདི་འདྲ་བ་འབྱུང་བར་འགྱུར་ཞེས་པའི་ལུང་བསྟན་མང་དུ་ཡོད་པ་ལ། ཁོང་རང་གི་རྒྱུད་པའི་རྒྱལ་པོ་འབྱོན་ལུགས་དང། ལོ་ཆེན་རིན་ཆེན་ཚངས་པོ་བྱོན་པ་ལུང་བསྟན་པའི་རྒྱན་ནི་དངོས་ལོ་ཆེན་པོ་ལུང་བསྟན། དེ་ནས་དེ་ཡི་ལེགས་བཤད་མྱང་སྟེ་ཅི་ཡང་ཡིད་ལ་མི་བྱེད་པར་ལམ་གྱི་མཆོག་ཡིན་ཟེར་ནས་ཀུན་སྩོལ་ཁྱད་དུ་གསོད་པའི་ལྟ་ངན་དར་བར་འགྱུར་བ་ལུང་བསྟན་པ་སྐབས་སུ། ཨ་ལ་སོ། དྭགས་པོ་ལྷ་རྗེ་ཁུ་དབོན་གྱིས་ལྷ་ས་ཞི་སོ་དང་ཞབས་ཏོག་ཕུན་སུམ་ཚོགས་པར་ལུང་བསྟན། དེ་ནས་དུས་ཕྱིས། ཆུ་མོ་ནི། ཨ་ལ་སོ་རིགས་ལ་མཁས་པས། ཨ་ལ་སོ་གོང་གི་ལྟ་ངན་དེ་ལྟ་བས་ཅུང་ཟད་ཉམས་པར་བྱས་པར་ལུང་བསྟན་ཅིང་དགེ་སློང་བྱང་སེམས་རྡོ་རྗེ་འཛིན་པ་ཞིག་གིས་ཇོ་བོ་ཞག་བརྗོད་བཞིན་མཆོད་པ་ཕུལ་དུ་བྱུང་བར་མཛད་པར་ལུང་བསྟན་པ་ནི་རྗེ་བླ་མ་འདི་ཉིད་ཡིན། ཡིན་ནོ་ཞེས་ཟེར་ཏེ་ཇི་སྐད་དུ། བཀའ་ཆེམས་ལས། དེ་ནས་ཁྱད་པར་སྙན་བསྐུལ་ཅི་མཛད་པ། དགེ་སློང་བྱང་སེམས་ཤར་ཕྱོགས་སྐུ་འཁྲུངས་པ། གསང་སྔགས་སྐྱོང་བྱེད་རྣམ་དཔྱོད་ཆེན་པོ་ནི་སྙིང་པོའི་དར་གྱི་སྐུ་མཁའ་སྙིང་པོ་གསལ་འདིར་བ། མཐའ་རྟེན་སྤྱི་མཆོག་དམ་པ་ནི། སྐྱེས་ཆེན་དམ་པ་ནི་ཞག་ཡང་བརྒྱུད་ཞིང་སྙན་བསྐུལ་དམ་པ་མཛད། དེ་ལ་སྙན་བསྐུལ་ཆེ་ཆེ་དེ་དག་ནི་འཕགས་པའི་དགེ་སྦྱོང། འཕགས་པའི་གང་ཟག་དགེ་སྦྱོང་ཤ་སྟག་ངོ་ཞེས་འབྱུང་བ་འོ་ཟེར། ཞག་ཡང། ཞལ་ཡང་བསྒྱུར་ཞེས་པ་ནི་ཇོ་བོ་རིན་པོ་ཆེ། ཨཱ་ལ་སོ། ཞལ་སྔོན། དབུ་རྒྱན་དང་མི་ལྡན་པ་ལས་དབུ་རྒྱན་དང་བཅས་པ་ཉིད་དུ་བསྒྱུར་བ་འོ་ཟེར།

བ་ད་གཞི་བཀག་ད་ཟ་ཞིང་ད་ག་བ་ཡོད་ར་ཨེ། ཁང་པ་ནང་ངོ་ཟེར་ཡོད་མ་རེད་ད་ཨེ། དེ་ཡང་དེ་ནས་འཁོར་ལ་བྱོན་པ་ན་བྱོན་བཞིན་མང་བས་ང་ལ་སོ་དེ་ནས་ཅུང་ཟད་ཐུགས་གསོས་ནས་དབེན་དགོན་ཞིག་འདིང་བར་ཞུ་བ་སྔ་མོ་ནས་འབུལ་གྱིན་ཡོད་པས་ད་དེ་འདི་འདེབས་དགོན་པ་གྱི་འདེབས་དགོས་རེད་ཟེར་ནས་མང་པོ་ཞུ་ངེས་ཡོད་ས་ར་བ་དེ་ཡི་ཚེ་སྡེ་པ་ཡོན་བདག་བུ་ལོན་སོ་སོ་ནས་དགོན་པ་བསྙེན་པ་འབུལ་བ་ད་གསར་པ་འདིང་པའི་བདག་རྐྱེན་བྱེད་ཟེར་ནས། གསོལ་བ་འདེབས་པ་མང་དུ་བྱུང་བ་ཡིན་བས་དེ་རྣམས་ལ་གང་བཟང། ད་དེ་ན་གང་བཟང་བ་ཡིན་ན་གསར་པ་འདེབས་དགོས་ན་རེ་སྙིང་པ་དག་པོ་རྒྱག་དགོས་ན་ག་རེ་བཟང་ས་རེ་ཇོ་བོ་རིན་པོ་ཆེ་ལ་ཨ་ནི་མ་མི་རྟག་པ་གནང་བ་རེ་བ། ཨོ་ལགས་སོགས་ཇོ་བོ་རིན་པོ་ཆེའི་དྲུང་དུ་གསོལ་བ་བཏབ་ནས་མ་སྨད་དང་སྨོན་ལམ་སོགས་ཀྱིས་དེ་བཏབ་པས་ཐམས་ཅད་ཀྱི་ནང་ནས་འགྲོ་རེ་བོ་ཆེ་བཟང་བ་བྱུང་ད་ལྟའི་བར་གྱི།

ང་དང་ཐུགས་སུ་ཅི་ར། རིགས་ནི་གང་ཉིད་འཇམ་དབྱངས་ཆེས་གསུང་རོ། དེ་སོགས་དག་ཞིབ་ཕྲ་ཏིལ་ལུང་བསྟན་སྟེང་གི་འགྲེལ་བ་ཀུན་མཁྱེན་འཇམ་དབྱངས་བཞེད་པའི་ཏེ། ཙོང་ཁ་བརྒྱད་ཅུ་བྲིས་ཐང་ཐིག་གི་ནང་ལ་ཡོད་ས་ཡོད་དཱ་ཕ་ཁྱེད་དེ་ནང་དུ་ཡོད་རེད་དྲན་སོ་མང་པོ་གྱིས། དགའ་ལྡན་མ་རེད་མ་རེད་དགའ་ལྡན་གྱི་བཀའ་ཤག་ཅེས་རེད་ཀུན་མཁྱེན་འཇམ་དབྱངས་བཞེད་པའི་འོ་དེ་ནང་དུ་ཡོད་དཱ། འོ་དེ་རེད། ཇོ་བོ་རིན་པོ་ཆེ་གྲོང་དུ་གསོལ་བ་བཏབ་ནས་མ་མེ་དང་སྨོན་ལམ་སོགས་ཀྱི་ལྟས་བཏབ་པས་ཐམས་ཅད་ཀྱི་ནང་ནས་འབྲོག་རིན་པོ་ཆེ་བཟུང་བ་བྱུང་སྟེ་སྨོན་ལམ་གྲོལ་བ་དང་རྗེ་ཉིད་ཀྱི་ཞབས་ཀྱི་ལྕགས་ཐག་ཁ་ཐུག་ལ་ཕེབས་དུ་བ་དགའ་ལྡན་ལ། ཅི་དང་དགའ་ལྡན་ཕྱག་ས་དེ་ལ་སྔོན་མ། བཀའ་གདམས་པའི་ཆར་པ་ཆུས་ཀྱི་སིང་གེ་ཡབ་སྲས་དེ་ཚོའི་གནས་ཡིན་བཟུང་སྟེ། ཅིག་དགོན་པ་སྐྱིད་ཡོད་ས་རེད་ཟིག་དང། གཙུག་ལག་ཁང་ཞིག་རོགས་ཡོད་ས་རེད་བ། འོ་དེ། འོ་དེ་སྐྱིད་ཡོད་ས་རེད་དེ་ཡིན་ཙང་དེ་ནས་འབྲོག་རིན་པོ་ཆེ་བཟང་བ་བྱུང་སྟེ་སྨོན་ལམ་གྲོལ་བ་དང་རྗེ་ཉིད་ཀྱི་ཞབས་ཀྱི་ལྕགས་ཁ་ཐུག་ཕེབས་དུ་བ་རྗེ་རིན་པོ་ཆེ་སྔོན་ནས་ཅིག་སྔོན་མ་ལ་སེ་ར་ཆུས་ལྡན་སུ་བཞུགས། དེ་ནས་དཔྱིད་སྔོན་མ་ལ་སེ་ར་མཆོད་རྟེན་ཟེར་བཞུགས། དེ་ནས་འཛིན་པ་བརྒྱ་ཕྲག་རེ་ཙམ་ལ་རྩ་བཤད་དང་ཚུལ་ཕྲན་ལེན་བ་དང་སྒྲུབ་ཐབས་ཀུན་བཟང་དུ་སྨོན་ལམ། བཀའ་སྩལ་རང་རིག་ལ་སོགས་པ་མདོ་སྔགས་ཀྱི་ཆོས་མང་དུ་གསུངས་དེ་ནས་སྤྱན་སྔ་རིན་པོ་ཆེ་བསོད་ནམས་བཟང་པོའི་གསོལ་བ། བཏབ་པ་ནན་ཆེར། བ་ད་སྐབས་དེ་གི་བོད་སྤྱན་སྔགས་ཀྱི་གདོན་གྱིས་བོད་ཀྱི་རྒྱལ་པོ་དང་རྒྱལ་སྲིད་ལ་འཁོད་ཡོད་ན་མེད་ན་མི་ཤེས་ཕ་རྒྱལ་འཁོད་ཡོད་ཀྱི་རེད་འདི། ཁ་ཚང་སྨོན་ལམ་ཆེན་མོ་སྐུལ་མ་བྱེད་མཁན་དེར་བ། བཏབ་པ་ལ་བརྟེན་ནས་སེ་སྐྱིད་གཏིག་མ། རྗེ་ཡི་ཞལ་སྔ་ནས། དཔོན་སློབ་ཉིས་བརྒྱ་ཙམ་གྱིས། ཟངས་རི་ཕུ་འོད་ཟེར་ཆེན་ད་ལྷོ་ཁ་ལ་ཕེབས་ཡག་འདི་ཕ་གྱི་ཚ་མོ་རེད་འདི། ཟངས་རི་ཕུ་ཆེན་དུ་བྱོན། སྤྱན་སྔ་རིན་པོ་ཆེ་སྲོལ་བཟང་བ་དང་མཁན་ཆེན་རྒྱ་མཚོ་མའི་གཙོ་མཛད་པའི་ཐིག་ཐིལ་བི་ཨེ་སི། གདན་ས་ཐིག་སེ་ཨ་དེར་བ་ཐེ་བི་རི་ཀས་མང་པོ་དང་གཞན་ཡང་སྡེ་སྣོད་འཛིན་པ་མང་དུ་འདུས་པ་རྣམས་ལ་ལང་རིང་ལ་སོགས་པའི་ཆོས་མང་དུ་གསུངས། ཨ་དེ་ནས། ད་དེར། དགའ་ལྡན་ཕྱག་དེ་ཚོ་ག་ལ་ཁོ་རེ་ཡིན་གྱི་དགའ་ལྡན་ལ་ཕེབས་ནས་ཅི་ས་འདོད་ཡག་དང་དེ་ཚོ་ར་གནས་དང་ས་གཞི་བྱིན་རླབས་དེ་ཚོ་ཆ་ཚང་གནང་ས་ནས་དེ་ནས་ཐུགས་བཞེད་བྱས་ནས་ལྷོ་ཁ་ལ་ཕེབས་བར་བ་སེ་ར་ཆུ་ལྡན་གཉིས་ལ་ཨ་ནི་དེ། དགའ་ལྡན་དངོས་གཞི་ད་ཕྱག་ལས་གནང་གི་དེ་དེ་བསྐོས་བཞག་རེད་འདི་འཛིན་གྲྭ་པ་རྒྱལ་མཚན་དེ་ལ་མངགས་ནས་ད་ཁྱེད་རང་གི་ཁང་པ་དེ་ཚོ་འདུལ་བ་ནང་བཞིན་བྱེད་དགོས་རེད། འདུལ་བའི་ནང་ལ་ད་ཁང་པའི་གཞི་ག་འདྲས་བྱས་ཡོད་ནའང་དེ་གས་དེ་ཆ་ཚང་བྱས་ཡ།

ཕྱོགས་ཀྱི་ཡོན་བདག་དང་ཉེ་འཁོར་གྱི་བན་གྱིས་སྡེ་པ་ཐམས་ཅད་ཀྱི་དན་ལང་སོགས་ཚད་མེད་པ། ངག་ལ་དན་ལང་སོགས་ཚད་མེད་པ་དགའ་སྤྲོ་དང་བཅས་བསྐྱེད་པས་བསྒྲུབས་ནས། དེ་སྐད་ལོ་དེ་ལ་གཟིམས་ཁང་གི་ཐོག་དྲངས། དྲངས་ཁང། རྫོགས་པར་གྲུབ་པ་བདུན་ཅུ་ལྷག་ཙམ་དང་འཁོར། དགེ་འདུན་མང་པོ་ཡོད་རེ་བ། ལྷག་ཙམ་དང། གཞི་འདིང་བ་བརྒྱ་ཕྲག་དགའ་བ་བྱུང། དྲངས་ཁང་སོ་སོ་ཕལ་ཆེ་བ་ལ་ཡང་འདུ་བ་ནི་ཇི་ལྟར་གསུངས་པ་བཞིན་དུ། ད་ང་རང་སོགས་ཀྱིས་ཁ་ལེན་འདྲ་བོ་བྱས་དགོན་པ་འདྲ་བོ་རྒྱག་མི་ནུས་ན་དེ།

ཀོ་ས་ཆི་སྤྱོད་ཡ་ཅི་ཡོད་རེད་བ་ཆོ་ག་བྱེད་ཡ་ཡོད་རེད་བ་དེ་གཞི་འདི་བ་བརྒྱ་ཕྲག་དཀའ་བ་ཅུ་གྲངས་ཁང་སོ་སོ་ཕར་ཆེར་བ་ལ་ཡང་འདུ་བ་ནས་ཇི་ལྟར་གསུངས་པ་བཞིན་དུ་འདི་འདུ་བ་དང་པོ་གཞི་བཏགས་པ་བྱེད་བཏགས་ནས་དགེ་འདུན་ལ་གསོལ་བ་བྱེད་དེ་ནས་དགེ་འདུན་གྱི་གནང་བ་སྦྱིན་པ་བྱེད་ནས་ལག་གིས་བླ་བསྐོ་བ་བྱེད་རྡོ་འདིང་བའི་ཐག་ལས་བྱུང་བའི་རོང་ཁང་ཕྱི་ཐང་སུམ་བཅུ་བྱེད་བ་རྡོ་འདིང་བའི་རོང་ཁང་བསྐྱོད་པ་དང་ཁང་པའི་ཚད་ལས། མ་ལྷག་པ་བརྩིགས་པ་སོགས་ཀྱི་ཚང་ལེན་དག་ཐེར་མཛད་པས། དེ་དག་དག་སྐབས་དེ་ལ་དགོན་པ་ཚང་ཆ་ཆེ་ཡང་འདི་འདུ་བ་ནང་བཞིན་བྱས་ཡོད་རེད་བ། མཛད་པས་ཁ་ལས་ཀྱི་ཕྱག་ལེན་ཙམ་གྱིས་ཀྱང་བསྟན་པ་རིན་པོ་ཆེ་གསལ་བར་མཛད་དོ། རྗེ་ཉིད་ཀྱིས་དེ་ཡི་དབྱར་གནས་འོ་སྐ་བའི་གདན་དྲངས་ནས་ད་ལྷོ་ཁ་ལ་ཕེབས་ཡ་དེ་ཐ་མ་འདྲ་བ་རེད་ད། འོ་སྐ་བའི་གདན་དྲངས་ན་སྔོན་མ་བྱ་བྲལ་ལས་ཕེབས་ས་དེ་སོགས་ལ་ཕེབས་འདུག་བ་གདན་དྲངས་ནས་འོ་སྐ་བསམ་གཏན་ལེན་དུ་བཞུགས། འོ་སྐ་དང་དྭགས་པོ་སོགས་ཀྱི་རྭ་ཅོང་མང་པོ་དང་བཅས་པ་ཆོས་མང་དུ་གསུངས། གཉགས་ཀྱི་རྭ་གྲོང་དགེ་བཤེས་འདས་པས་ཁོང་རང་གིས་ཁ་ཆེམས་བཞག་པའི་ལུགས་ལྟར་འབྲི་བར་ཤུ་ན་ཆེ་བ་དག་གིས་ཀྱང་གཡོ་ཟོལ་མེད་པར་རྗེ་བླ་མ་ཉིད་ལ་མགོན་མིང་སིལ་ངོ་བ་ལ་སོགས་ཕྱེ་མ། ཕྱོགས་སྟོང་ཕྲག་གཅིག་གི་ཐོག་དྲངས། འབུལ་བ་ལ་སོགས་པའི་དངོས་ལ་སོགས་པའི་འབུལ་བ་དཔག་ཏུ་མེད་པ་བྱས། དཔག་ཏུ་མེད་པ་བྱས། སྟོན་གྱི། སྟོན་གང་བ་མཆོག་དེ་རང་བཞིན་གྱི་དོན་རྒྱ་ཆེན་པོ་མཛད་ནས། རྟ་ལོ་ཟླ་བ་བསྙེན་པའི་ཚེ། སྔགས་ལ། བེ་ཅོན་དག། སྔགས་རྒྱུ་ངག་བཞིན་ཡིན་ན་དག་དེ་རང་ཅི་རེད་ངག་བཞིན་ཡིན་ན་ངག་སྔགས་ཡིན་ན། ཚེ་སྔགས་ལ་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་ཕྱག་ཕེབས། བླངས། བརྟགས། ལྔ་བཅུ་ང་བཞི་རེ་བ།

དེས་ན་རྗེ་བཙུན་འཇམ་པའི་དབྱངས་ཀྱིས་དེ་འདྲའི་མང་པོ་ཅིག་གསུངས་ཡོད་རེད་ད། ག་རེ་ཟེར་ན་དེ་ཚོ་ལ་རྣམ་བཤད་མཛད་དགོས་རེད་གསུངས་སོང།